ཐོག་མ་དེ་ཉིད་དུང་གསལ་གཟིགས་གནང་མཁན་ཡོངས་ལ་གུས་མོ་བསྟན་འཛིན་ཡིད་བཞིན་ཉོས་ནས། སྐུ་ལྷག་བསམ་འབོ་ཀྲང་ཉིན་སློབ་ཀྱི་ནང་མི་ཚང་མའི་ཚབ་བྱས་ཏེ་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུ་རྒྱུ་དང། དེ་རིང་གུས་མོས་ལྷན་རྒྱས་ཀྱི་སྤྱན་ལམ་དུ་མི་རིགས་ཀྱི་ལ་རྒྱ་ཞེས་པའི་བརྗོད་གཞི་ཐོག་གཏམ་བཤད་ཐུང་ཐུང་ཞིག་བོད་ལམ་ཞུ་རྒྱུ་ཡིན་པས་རྣམ་པ་ཚོ་སྤྲོ་བོ་ཡོང་བ་ཤོག། མི་རིགས་ཤིག་འཕེལ་རྒྱས་སུ་འགྲོ་དགོས་ན་ངེས་པར་དུ་རང་གི་མི་རིགས་ལ་ལག་རྒྱག་དགོས། ད་དུང་གཙོ་བོ་ནི་རང་ཉིད་ཀྱི་སྐད་ཡིག་དང་རིག་གཞུང་ལ་བརྟེན་དགོས་པ་ནི་ཧ་ཅང་གི་གལ་ཆེན་པོ་ཡིན། ང་རང་བོད་པ་ཞིག་ཡིན་པའི་ཆ་ནས་བོད་ཀྱི་སྐད་ཡིག་དང་རིག་གཞུང་རྣམས་བཙན་བརླག་ཏུ་མི་འགྲོ་བའི་ཆེད་དུ་སྲུང་སྐྱོབ་བྱ་དགོས་པ་དེ་ང་རང་གི་འོས་འགན་ཞིག་ཡིན་བསམ་གྱི་འདུག་རང་མི་རིགས་ལ་ཤ་ཞེན་དང་ལག་རྒྱ་ཡོད་ན་རང་ཉིད་ཀྱི་སྐད་ཡིག་དང། ཡུལ་སྲོལ་གོམས་གཤིས་སོགས་གཞན་དང་མི་འདྲ་བའི་ཁྱད་ཆོས་རེ་ཡོད་པའི་མི་རིགས་རྩེད་ལྡན་ཞིག་ཆགས་པར་ངེས་པར་དུ་རང་གི་མི་རིགས་ལ་ཤ་ཚ་དང་ཞེན་ཁོག་དགོས་ལ། རང་གི་སྐད་ཡིག་རང་ཉིད་ཀྱིས་སྲུང་སྐྱོབ་བྱ་དགོས་པར་མ་ཟད། བོད་མི་ཚོ་ཕན་ཚུན་གཅིག་གིས་གཅིག་ལ་ཕན་ཐོགས་པ་དང་རྡོག་རྩ་གཅིག་སྒྲིལ་བྱས་པ་ཡིན་ན་ང་རང་ཚོ་བོད་རང་བཙན་ངེས་པར་དུ་ཐོབ་ཐུབ་པ་ཡོད། བོད་ལ་སྐྱིད་པའི་ཉི་མ་འགྲོ་སྒོ་ཤར་བའི་ཡིད་ཆེས་བརྟན་པོ་ཡོད། མཐར་ཐོན། སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཞབས་པད་བརྟན་པ་དང་བོད་ཀྱི་བདེན་མཐའ་མྱུར་དུ་གསལ་བའི་སྨོན་འདུན་དང་བཅས་བོད་རྒྱལ་ལོ